ཨ་ནི་ཇི་ལྟར་འཇུག་པར་བཤད་པ་ཅི་བྱེད་འཇུག་པར་བཤད་པ་ཞེས་བྱས་ནས་ས་བཅད་གསུམ། ད་གང་ལ་འཇུག་པ་ད་གང་གིས་འཇུག་པ་ཐུན་མོང་དུ་བཤད་པ་ཟེར་དུས་རྩམ་པ་ལ་གཅིག་གིས། སྡེབ་གཅིག་ལ་བཤད་པ་འདྲ་བ་ཟེར་གོ་རོ། མཉམ་དུ་འདྲ་བ་བཤད་ཅེས་བྱས་ཏེ་གང་ལ་འཇུག་པ་རེད་ཟེར་རྩམ་པ་ལ། སྔོན་འཇུག་ལྔ་པོ་དེ་གས་གང་ལ་འཇུག་པ་རེད་ལབ་དུས། གང་ལ། མ་མཐའ། སྔོན་འཇུག་ལྔ་པོ་འདི་གལ་ཏེ་གང་ལ་འཇུག་པ་རེ་གང་གིས་འཇུག་པར་བསླབ་དུས་གང་ལ་འཇུག་པ་དང་གང་གིས་འཇུག་པ་གཉིས་ཐུན་མོང་དུ་བཤད་པ་སྤྱི་དང་ནས་ཁུ་གཉིས། ཇི་དགེ་ཐུན་མོང་འདྲ་པོ་ཆེ་མ་ཤེས་རང་ཤེས་འདྲ་པོ་ཞིག་སླད་དེ་ཡོད་རེ་གང་ལ་འཇུག་པ་ཤེས་དུས་གང་གིས་འཇུག་པ་སླད་སླད་པ་རེ་བ། བྱེད་ཙང། གང་གིས་འཇུག་པ་རེད་ཟེར་དུས་སྔོན་འཇུག་དེ་ལ་གོ་དྲུག་རེ། གང་ལ་འཇུག་པ་རེད་པས་ཟེར་དུས་འཇུག་ཡུལ་གྱི་མིང་གཞི་ལ་གོ་དྲུག་རེ་བ། ད་དེ་ཡིན་དུས། གང་ལ་འཇུག་པ་དང་གང་གིས་འཇུག་པ་གཉིས།

ག་པར་འཇུག་གི་རེད་པས་ཟེར་དུས་དྲི་བ་འདྲ་པོ་ཞིག་སླེབས་པ་རེད་པ། གང་ལ་འཇུག་པར་བྱེད་ཅེ་ནའང་ཟེར་དུས་དྲི་བ་སླེབས་པ་རེད་པ། ཨ་ནི། འདི་ལ་འདི་འདི་ལ་འཇུག་གི་རེད་འདི་འདི་ལ་འཇུག་གི་རེད་ལབ་དུས་ལན་གྱིས་རྙེད་པ་ཞེས་ཡིན་པར་འོ་དེ་རེད། ཨ་དེ་འདྲ་ང་ཚོ་ཤོག་གྲངས་བདུན་པའི་མཐའ་མ་དེ་ལ་མ་རེད་ད། དང་པོ་ནི་གང་ལ་འཇུག་པར་བྱེད་ཅེ་ནའང་ཞེས་པའོ། བྱེད་ཅེ་ནའང་འོ་འདི་དྲི་བ་བྱས། སྔོན་འཇུག་ལྔ་པོ་དེ་གས་མིང་གཞི་གང་ལ་འཇུག་པ་རེད་ལབ་དུས། གང་ལ་འཇུག་པར་བྱེད་ཅེ་ན། ཞེས་དྲི་བ་ཆགས་སོང་ང། ད་གཉིས་པ་ལན་གྱིས་བསྙད་པར་ནི་ལན་བརྒྱ་བསྡུས་ཙམ་པ་ལ་ས་བཅད་གཉིས། ལན་གྱིས་བསྙད་པ་དངོས་དང་ཞར་བྱུང་མི་འཇུག་པ་བཤད་པ། ཞེས་ནས། འདི་འདི་ལ་འཇུག་གི་རེད་འདི་འདི་ལ་འཇུག་གི་རེད་ཟེར། ག་བར་འཇུག་གི་རེད་པས་ཟེར་དུས། འདི་འདི་ལ་འཇུག་གི་རེད་དབུ་འཇུག་འདི་འདི་ལ་འདི་འདི་ལ་འཇུག་གི་རེད་ཟེར་ལན་གཅིག་བརྒྱབ། འདི་ཞར་བྱུང་ཟེར་དུས། ཞོར་ལ་ཟེར་བར་བ། དེ་ཞོར་འདི་ལ་ཡ། འདི་འདི་ལ་འཇུག་གི་མ་རེད་ཟེར་ཏེ། ཞར་བྱུང་འདི་བཤད་གི་ཡིན་ཟེར་ཞོར་ལ། ད་དང་པོ། རྟ་འཇུག་རྩ་བ་རེད་ད། རྟ་འཇུག་གི་རྩ་བ། ད་ལྟ་ངས་འདིའི་བྲིས་བཞག་རྒྱུ་འདི།

ཕོ་ནི་ཕོ་དང་མོ་ལ་འཇུག། ཕོ། སྔོན་འཇུག་ཕོ་ཡིས་དེ། མིང་གཞི་ཕོ་དང་མིང་གཞི་མོ་ལ་འཇུག་པ། རེས་བྱས་ཕོ་ནི་ཕོ་དང་མོ་ལ་འཇུག། མོ་ནི་མོ་དང་མ་ནིང་ལ། སྔོན་འཇུག་མོ་དེ། མིང་གཞི་མོ་དང་མིང་གཞི་མ་ནིང་ལ་འཇུག། རེས་བྱས། ད་ད་ལྟ་དེ་ཕོ་དང་མོ་བསལ་ཏེ། སྔོན་འཇུག་གི། ཕོ་མོ་དང་མིང་གཞི་ཕོ་མོ་དེ་གའི། ཉེ་འུར་ད། མོ་ནི་མོ་དང་མ་ནིང་ལ་བྱས། མ་ནིང་ཡང་ནི་ཕོ་མོ་ལའོ། སྔོན་འཇུག་མ་ནིང་དེ་ཡང། མིང་གཞི་ཕོ་མོ་ལ་འཇུག་པར་རེ་བྱས་པར། ཡང་སྒྲ་ཅི་ལས་སོང་བ། ཡང་སྒྲ་དེ། བསྡུས་པའི་སྒྲ་རུ་བ། ད་གི་གང་ལ་ཡ། མིང་གཞི་ཕོ་ལ་འཇུག་གིན། སྔོན་འཇུག་ཕོ་འདུག། ཕོ་འཇུག་བོ་རུ་བ། བྱས་ཙང། ཨ་ནི། མིང་གཞི་མོ་ལ་འཇུག་གིན་སྔོན་འཇུག་མོ་དེ་འཇུག་འགྲོ་གི་འདུག་བ། བྱས་ཙང། ད་མིང་གཞི་མ་ནིང་དེ་ཡང། ཨ་ནི། མིང་གཞི་ཕོ་མོ་ལ་འཇུག་གི་རེད་བྱས་པ་རེད། སྔོན་འཇུག་ཤིན་ཏུ་མོ་དེ། མིང་གཞི་མ་ནིང་དང་ཟེར་གོ་རེད། ཤིན་ཏུ་མོ་ནི་མ་ནིང་དང། སྔོན་འཇུག་ཤིན་ཏུ་མོ་ག་རེད་སྔོན་འཇུག་ང་ཡི་ཕ་ཡི་བུ་ག་ད་མ་ནི་ཨའོ་མ་ནི་ཤིན་ཏུ་མོ་རེད་བ། སྔོན་འཇུག་ཤིན་ཏུ་མོ་མ་ཡིག་དེ། མིང་གཞི་མ་ནིང་དང། མོ་དང་ཤིན་ཏུ་མོ་གཉིས་ལ་མིང་གཞི་མོ། མིང་གཞི་ཤིན་ཏུ་མོ། དེ་ག་ལ་འཇུག་འགྲོ་གི་རེད་བྱས་པ་རེད། ད་ད་ལྟའི་གནོད་འབུ་ཐུན་མིན་རྩ་བ་འདི་གི། འགྲེལ་བཤད་མ། དགོངས་པ་མ། དགོངས་པ་བཀྲལ་ཡོང་དུས་འགྲེལ་བཤད་བརྒྱབ་ཡོང་དུས་ཨ་ནི་དཀའ་གནད་གསལ་སྒྲོན་གྱི་རྩ་བ་དེ་རེད། ད་དཀའ་གནད་གསལ་སྒྲོན་ནང་ལོགས་ལ་ཡ། དཀའ་གནད་གསལ་སྒྲོན་ནས་ཡ་བྱས་ད་གིན། ཕོ་ནི་ཕོ་དང་མོ་ལ་འཇུག་གསུངས་སོང་ཨ། སྔོན་འཇུག་ཕོ་ཡིས་ཕ་དེ་མིང་གཞི་ཕོ་དང་མིང་གཞི་མོ་ལ་འཇུག་གི་རེད་ཟེར་དུས། ད། ཡི་གེ་དེ་གས་ཡིན་པ་རེད།

ད། ཞེས་པ་ཚང་མ་མོ་ཡིག་རེད་ད། ད་ད་ལྟ་འདིའི་ནང་ལ་ཤིན་ཏུ་མོ་དང་མོ་གཤམ་སྐྱེས་ཤེས་དབུ་མར་ད། མིང་གཞི་ལ་རྟགས་དབྱེ་བ་གསུམ་དུ་ཕྱེ་བའི་དབང་དུ་བྱས་ན་འགྲིག་ཡོད་རེད། བྱས་ཙང། བུ་ཡི་ཕ་ནི་ཀ་ཆ་རྟ། ཙག་ཁ་ང་ཆ་ཉག་ད་ན་ཛ་ཤ་ཟ་ར་ཤ་སར་འཇུག་བཅས་ནས། འཇུག་ཡུལ་གྱི་མིང་གཞིའི་ཡི་གེ་བཅུ་དྲུག་ཡོད་རེད། བཅུ་དྲུག་གཅིག་པོ་ལ་འཇུག་གི་རེད་མ་མདོག་དེ་ལས་གཞན་པའི་ཡི་གེ་ལ་འཇུག་གི་ཡོད་མ་ད་ད། དེ་བཅུ་དྲུག་ཡོད་ན་གསལ་བྱེད་སུམ་ཅུ་ཡོད་རེད་པ། གསལ་བྱེད་བཅུ་དྲུག་ལ་འཇུག་ན་གསལ་བྱེད་བཅུ་བཞི་ལྷག་མ་བཅུ་བཞི་དེ་ལ་ཁོ་འཇུག་གི་ཡོད་མ་རེད། བྱས་ཙང། སྔོན་འཇུག་དང་རྗེས་འཇུག་གཉིས་རྦད་དེ་མ་འདྲ་རེད། རྗེས་འཇུག་གི་འཇུག་དུས་མིང་གཞི་ཡིན་ཚད་ཐམས་ཅད་ལ་འཇུག་འགྲོ་གི་རེད་མིང་གཞི་ཀ་ནས་ཨ་བར་དུ། སྔོན་འཇུག་ཡིད་མཛེས་ཀྱི་འཇུག་དྲུག་གི་དབུ་འཇུག་དང་པོ་དབང་ས་སྔོན་འཇུག་ས་རྗེས་འཇུག་རྗེས་འཇུག་དང་པོ་ག་རེད་བ། རྗེས་འཇུག་ག་ལྟ་བུ་ཅེ་ན་ཀ་ནས་ཨ་བར་དུ་ཆ་ཚང་ལ་འཇུག་དྲུག་གི་རེད། དོན་དག་ག་འདྲའི་ཅིག་སྟོན་མིན་ལ་མ་ལྟོས་པས། ཁ་ཧམ་པ་ཆེས་སུ་བཤད་ན་རེད་ད་ཨིན་ཇིའི་ཡི་གེ་ལས་འཇུག་དྲུག་རེད་ཟེར་ན་འགྲིག་གི་རེད་ནས། ཨིན་ཇིའི་ཡི་གེ་ཨའི་ཐི་ང་ཚོས་དེ་ཅི་ལ་ག་བྲིས་ད་ཨ་ཀ་ཨག་འདྲ་པོ་ལས་ཡོང་གི་རེད། ཨིན་ཇིའི་ཡི་གེ་ཨན་ཐི་ང་ཚོས་ཇི་ལྟར་ཨ་ནི་ང་བྲིས་ད་ན་ང། ནང་འདྲ་པོ་སླེ་ཡོང་གི་རེད་བ། བྱས་ཙང། རྗེས་འཇུག་སྐབས་ལ་ཡ། གང་ལ་འཇུག་པ་བྱེད་ཅེ་ནའང་སྲིད་དོན་གང་ལ་ཡི་གེ་ཐམས་ཅད་ལ་སྲིད་ཡོད་རེད་ད་ཐམས་ཅད་ལ་སྲིད་དོན་སྐབས་དེ་ཐམས་ཅད་ཞེས་པ་དེས་གསལ་བྱེད་སུམ་ཅུ་ཐམས་ཅད་ལ་འཇུག་འགྲོ་གི་རེད་བྱས་པ་རེད་བ། ད། སྔོན་འཇུག་སྐབས་ལ་གང་ལ་འཇུག་པར་བྱེད་ཅེ་ན་སུ་དུས་ཨ་ནི་ཚད་ངེས་ཅན་གཅིག་ལ་ལན་བརྒྱབ་ཀྱི་འདུག་ཕོ་ནི་ཕོ་དང་མོ་ལ་བཅུག། མོ་ནི་མོ་དང་མ་ནིང་ལ་མ་ནིང་ཡང་ནི་ཕོ་མོ་ལའོ། ཤིན་ཏུ་མོ་ནི་མ་ནིང་དང་མོ་དང་ཤིན་ཏུ་མོ་ནི་ལའོ། བྱས་ཙང། སྐབས་དེའི་སྔོན་འཇུག་ཕོ་ཡིག་བ་དེ། མིང་གཞིའི་ཡི་གེ་བཅུ་དྲུག་ལ་འཇུག་འགྲོ་གི་ཡོད་ད་དེ་ན་ཡི་གེ་བཅུ་དྲུག་ཡོད། རྫ་ཤ་ཟ་ར་ཤ་སར་འཇུག་བྱེད་ཀྱི་ཡི་གེ་བཅུ་དྲུག་ལ་འཇུག་གི་ཡོད་ད་ངེས་ཏེ། ཕོ་ཡིས་བ་དེ་གི་རྗེས་ལ་ཡ་བཅུ་དྲུག་ཅིག་བྲིས་འདུག་ཨང་ཀི་མིང་གཞི་བཅུ་དྲུག་ལ་བཅུ་དགུ་རེད། ད། སྔོན་ཆུ་མ་ནིང་ག་ད་སྙེ་བུ་རེད་བ། མ་ནིང་ག་དེ་ཡི་གེ་བཅུ་གཅིག་ལ་བཅུ་དྲུག་གོ་རེད། ཡི་གེ་བཅུ་གཅིག་དེ་ཅཱ་ཏཱ་ཙ་ཉ་ཐ་ན་ཤ་ཟ་ཡ་ཤ་སར་བཅུག་ས་ལ་བཅུ་དགུ་རེད་ས་དང་བཅས་པ་ལ་བཅུ་དགུ་རེད་བྱས་ཡི་གེ་བཅུ་གཅིག་ལ་བཅུ། ད་མ་ནིང་དག་ཡིག་དེ་ཡི་གེ་དྲུག་ལ་འཇུག་དྲུག་གོ་དེ་དྲུག་ཅེས་བྲིས་འདུག་མ་ནིང་དག་ཡིག་ནི་ཀ་པ་ག་བ་ང་མར་འཇུག། ཀ་པ་ག་བ་ང་མ་དེ་ལ་འཇུག་དྲུག་ཡོད་རེད། ད་མོ་ཡིག་དེ་ཨ་མོ་ཡིག་རེད་བ་མོ་ཡིག་ཨ་དེ་མོ་ཡིག་ཨ་དེ་ཡི་གེ་བཅུ་ཐམ་པ་དྲུག་རེད་བཅུ་ཐམ་པ་དེ་ག་ཆ་ད་བ་ཛ་ཁ་ཆ་ཐ་ཕ་ཚར་དེ་གི་ལ་འཇུག་དྲུག་གོ་རེད། ཤིན་ཏུ་མོ། མ་ཤིན་ཏུ་སྔོན་འཇུག་ཤིན་ཏུ་མོ་མ་ཡིག་དེའི་མིང་གཞི་ག་ཚད་ལ་འཇུག་གི་རེད་པས་དེའི་གྲངས་ཀ་སྐྱབས་འདུ་བ་ཡི་གེ་བཅུ་གཅིག་འདྲ་པོ་ཅིག་རེད་འདུག་བ། བཅུ་གཅིག་དེ་ཁ་ཆ་ཐ་ཚ་ག་ཆ་ད་ཛ་ང་ཉ་ན་དེ་གི་རེ་བཅུ་དྲུག་བ། ད་འདིའི་ནང་ལོགས་ལ་ཡ་ཕོ་དང་མོ་དབྱེ་བ་ཕྱེ་བཞག་ན་འགྲིག་གི་ཡོད་རེད། བ། ཕོ་དང་མོ་ད་ཤིན་ཏུ་མོ་དང་མོ་གཤམ་བསླུག་གི་མ་རེད་ཡི་གེ་ཕོ་མོ་གཅིག་པོ་ཆེ། ཡིག་ཕོ་མོ་མ་ནིང། འདི་གསུམ་ལས་གཡོག་ཆེ་ཞན་དུས་རེད་མིང་གཞི་བཏགས་གཡོག་གསུམ་དུ་གཡོག་ཆེ་ཞན་ན་འགྲིག་ཡོད་རེད་ད་གང་ལྟར། དེ་ལ་ཡ། གང་ལ་འཇུག་པ་རེད་ཟེར་དུས་ཙམ་པ་ཨ་ནི་ལན་འདི་ལ་ག་འདྲི་ལེགས་ཀྱི་འདུག་ཕོ་ནི་ཕོ་དང་མོ་ལ་འཇུག་མོ་ནི་མོ་དང་མ་ནི་ལགས། ད་ད་འདོད་འདིའི་ནང་ནས་རྙོག་དྲ་ཏིས་ཚ་ཤུལ་འདྲ་པོ་དེ་སྐད་ཆ་མང་པོ་བཤད་ན་བ་ཡི་ནང་ལ་ཤེས། བ་དེས་རང་གི་འཇུག་ཡུལ་གྱི་མིང་གཞི་ལ་ཡ། རྐྱང་ཟློག་བརྩེགས་གསུམ་ག་ལ་འཇུག་པ། རྐྱང་པ་ཁོ་ན་ལ་འཇུག་པ། རྡོ་ལ་འཇུག་པ། དེ་འདྲའི་ཡི་གེ་སྐད་ཆ་མང་པོ་ཞིག་ཡོད་རེད་བ། འདིར་རྐྱང་རྡོ་བརྩེགས་གསུམ་ཀ་ལ་འཇུག་པ་རྐྱང་པ་ཁོ་ན་ལ་འཇུག་པ་རྡོ་ཁོ་ན་ལ་འཇུག་པ། དེ་འདྲའི་ཡོང་གི་བ་རེད། ཨ་ནི། བརྩེགས་ཁོ་ན་ལ་འཇུག་པ། ད་འདི་ལ་ཡ། ཅིག་གི། སྐད་ཆ་མང་པོ་ཅིག་ཡོད་རེད་ད། དེ་ཚོ། རབ་བྱུང་ན། དེ་ཚོ་རེ་རེ་རེ་བྱས་བྱས་བྱས་ནས་ལབ་དགོས་ཀྱི་ཡོད་རེད། རེད་བ། ད། འདི་གི་འདི། ཇི་མ་ལབ་ན། འགྲིག་རེད་བ། ཨ་འདི་ང་ཚོས་དུས་ཚོད་ལྟ་གི་ལྟ་གི་བྱས་བྱས་བྱས་ནས་མ་འདོ་ཨ་ཡང་སང་ཉིན་འདི་བར་དུས་ཚོད་བྱུང་ན་ངས་འདི་གི་འདི། རྐྱང་པ་ཁོ་ན་ལ་འཇུག་པ་ལྟོ་ཁོ་ན་ལ་འཇུག་པ་འདི་གི་འདི། རྣམ་པ་ཚོ་ལ་མ་གསལ་པོ་བྱས་བྱས་བྱས་མ་ཞུས་གུ་རུ་ཨ། ད་ད་ནས་དེ་ནས་མ་སློབ་དེབ་ལ་མ་ལྟ་གི་ལྟ། ཤོག་གྲངས་བརྒྱད་པའི་སྒང་ལ་ཡ། ཕོ་ནི་ཕོ་དང་མོ་ལ་བྱུག་མོ་ནི་མོ་དང་མ་ནི་ལ་མ་ནི་ཡང་ནི་ཕོ་མོ་ལའོ་ཤིན་ཏུ་མོ་ནི་མ་ནི་ལ་མོ་དང་ཤིན་ཏུ་མོ་ནི་ལའོ་ཞེས་པ་སྟེ། དེ་དག་གང་གིས་འཇུག་པར་བྱེད་པ་པོ་ཕོའི་ཡི་གེ་བ་ནི་རང་གི་སྡེ་པ་མ་ཡིན་པས། རང་གི་སྡེ་པ་མ་ཡིན་པའི་ཟེར་དྲི་ཙམ་པ་ལ་ཡང་ཕོ་ཡི་བ་དེ་ཕོ་ཡི་ཡིན་ཚད་ལ་འཇུག་གི་ཡོད་མ་རེད་ཡང། གང་ཡིན་ཟེར་ན། དཔེར་ན་པ་ལ་འཇུག་གི་ཡོད་མ་རེད་པ་དེ་ཕོ་ཡི་རུ་བ་དེ་པ་སྟེ། པ་དེ་བྷུ་ཡི་རུ་བ། པ་ལ་ཡ། བྷུ་ཡི་རེད་དེ། སྔོན་ཆུ་བྷུ་ཡི་བྷ་དེ་འཇུག་གི་ཡོད་མ་རེད་ག་སོ་ཁོ་སྡེ་པའི་ཡི་གེ་ཆགས་པ་རེད། པ་ཕ་བྷ་མ། ཁོ་ཚོ་སྡེ་ཚན་གཅིག་གི་ཡི་གེ་རུ་བ། བྱས་ཙང་སྔོན་ཆུ་བྷ་དེ། པ་དེ་ནང་ནས་ཐོན་པ་རུ་བ། པ་དེ་ཁོ་རང་གི་སྡེ་ཚན་གི་ཡི་གེ་ཡིན་པ་སོང་ཙང་ཁོ་སྔོན་ཆུ་དེ་དང་དེ་རང་གི་སྡེ་ཚན་གི་ཡི་གེ་དེ་ལ་འཇུག་གི་ཡོད་མ་རེད་བྱས་ཙང་རང་གི་སྡེ་པ་མ་ཡིན་པའི་ཡི་གེ་ཕོ་ལ་འཇུག་གི་རེད་ཞེས་པའི་དོན་དང། ཕོ་ནི་ཕོ་དང་མོ་ལ་འཇུག་ཟེར་དུས་སྔོན་ཆུ་བྷུ་སྔོན་ཆུ་བྷུ་ཡི། བ་སྟེ། རང་གི་སྡེ་པ་མ་ཡིན་པས་རང་གི་སྡེ་ཚན་གྱི་ཡི་གེ་མ་ཡིན་པའི་མིང་གཞི་ཕོ་དང། ཨ་ནི་རང་གི་སྡེ་ཚན་གྱི་ཡི་གེ་མ་ཡིན་པའི་མིང་གཞི་མོ་ཁོ་རའི་སྡེ་ཚན་ནང་ལ་མོ་ཡོད་རུང། གང་རེད། མ་དེ་མོ་རེད་བ། བ་མོ་རེད་བ། བྱས་ཙང། འཇུག་མ་རེད། བ་བོ་པ་པ་ཟེར་མཁན་འདི་ཡོད་རེད་ཡོད་མ་རེད་བ། བ་བོ་པ་དག་པས་བ་བོ་མ་མ་ཟེར་མཁན་ཡི་གེ་ཁོ་ར་ཡོད་མ་རེད་བ། བྱས་ཙང། སྡེ་ཚན་གྱི་ཡི་གེ་མ་ཡིན་པའི་མིང་གཞི་ཕོ་དང་མོ་ལ་འཇུག་གི་རེད་ཟེར་བྱས། འདུག། འདྲ་བཤད་སྐྱོན་གྱི་འདུག་བ། རང་གི་སྡེ་པ་མ་ཡིན་པའི་མིང་ཤོད་ཕུ་ཡི་དཀར་ཆ་བཏགས་ས་གཞི་དང་མོ་ཡི་གངས་ང་བྱ་ཉག་ད་ནག་མཛའ་ཤ་ཟ་ར་ཤ་ས་བཅུ་གཉིས་དེ་བཅུ་དྲུག་ལ་བཅུག་གོ་མོ་ཡི་བཅུ་གཉིས་དང་ཕུ་ཡི་བཞི་ལ་བཅུག་དྲུག་གི་ཡོད་རེད་མཁྱེན་སོང་ཨ། ད། འོ་ད་ནི་ངས་ད་གིན་ལབ་པ་ན་ཞེས་རྐྱང་རྡོག་བརྩེགས་གསུམ་གྱི་སྒོ་ནས་བཅུག་པ་དཔེ་བརྗོད་རྣམ་པ་ཚོས་དེ་ནི་མ། ཀློག་དེབ་ཁོ་རང་ནང་ལོགས་ལ་མ་རེའུ་མིག་ནང་ལ་མ། སྤྲད་བཞག་འདུག་གང་རེ་བུ་མེད་རྣམས་ལ་བསྐོས་བཞག་བཞག་ཨ་འདི་གིས་འདི། རྣམ་པ་ཚོས། ཞིབ་བརྡ་བྱས་བྱས་བྱས་ཕར་ཟེར་ནང། བརྡ་བཞག་ཅུང་དེ་ལབ་བཞག་གི་བརྡ། ཤོག་གྲངས་དགུ་པའི་ནང་ཟེར། དེ་བཞིན་དུ་སྔོན་འཇུག་མོ་ཡིས་ཨ་ནི། ད། ཁ་ཟ། མོ་དེ་ག་རེད། མོ་ནི་མོ་དང་མ་ནིང་ལ་སོང་སོང་ཨ། སྔོན་འཇུག་མོ་ཡིས་ཨ་དེ། མིང་གཞི། མོ་ཡིས་དང། མིང་གཞི་མ་ནིང་ལ་འཇུག་གི་རེད།

ཨ་ནི་སྔོན་ཆུ་ཞེན་པ་འདི་གི་དེ། བརྩེགས་མ་ལ་འཇུག་གི་ཡོད་མ་རེད་དམ། བརྩེགས་མ་ཟེར་ན་ཁྱེད་ཀྱི་རེད་པ། ར་གོ། ལ་གོ། ས་གོ། རེད་པ། ལ་ག་ད་ག། ར་ག་ད་ག། ལ་ག་ད་ག། ས་ག་ད་ག། འོ་འདི་ཚོ་དཔེ་འགྱུར་དེ་ལ། གོ་ཆེན་ཟེར་བོ་རེད་པ། གོ་ཆེན་ལབ་ན་བརྩེགས་མ་ལབ་ན། དེ་རུ་བ་དང། ད། སྒོ་ཆེན་གཅིག་གླེགས་ཀྱི་འདུག་ན། ར་སྒོ་ལག་སྒོ་ས་སྒོ་གཅིག་གླེགས་ཀྱི་འདུག་ན། གལ་སྲིད་དེ་ལ་སྔོན་འཇུག་ཅིག་དགོས་ཀྱི་ཡོད་པ་ཡིན་ན་སྔོན་འཇུག་བག་ཡིན་པས་ཁྱབ་རེ་ད། བག་མ་ཡིན་པའི་སྔོན་འཇུག་དེ་གི་དེ། ཚེག་མ་སྒོ་ཆེན་གླེགས་ཀྱོ་ཡི་གི་དེ་གི་དེ་ལ་རྩ་བ་ཉིད་ནས་འཇུག་གི་ཡོད་མར་དེ་དོགས་པ་སྒོ་མར་ད་ཁྱབ་རེ་ད་བརྒྱ་ཆའི་བརྒྱ་ཐམ་པ་ཁྱབ་རེ། བྱས་ཙང། ད་གི་བག་ལ་སྐད་ཆ་མང་པོ་ཡོད་རེ་རྐྱང་དོགས་ཚེག་གསུམ་ལ་འཇུག་པ་ཟེར་ཡོད་རུ་བ་ད། སྔོན་འཇུག། མོ་ཡིག་འདི་ལ་ཨ་ནི། འཇུག་ཡུལ་གྱི་མིང་གཞི་ལ་ཡང་ན་རྐྱང་པ་ཡང་ན་ལྡོག་ལ་འཇུག་དགོས་པ་འོ་དུར་བྱས། འཇུག་འཇིག་ལ་འཇུག་གི་རེད་བྱས། སྔོན་འཇུག་མོ་ཨ་ཡིག་འཇུག་ཡུལ་མིང་གཞི་རྐྱང་ལྡོག་ལ་འཇུག་པའི་དཔེར་བརྗོད། ཨ་ནི། ཤམ་བྷ་བ་འདི་ནི་མ་སྤྲད་འདུག་ཨང་འདི་གི་ལ་སི། ད་སྔོན་འཇུག་གི་མ་ནིང་ག་ཡིག་དེ་ད་གིན་ག་ཡིག་དེ། མ་ནིང་ག་ནི་ལྕགས་རྟ་རྩ་ཉག་རྟ་ན་ཤི་ས་སར་འཇུག་མ་ནིང་ད་ཡིག་ནི་སེ་དིར་བ

དངོས་འཇུག་དེ་དང་དེ་མིང་གཞི་དེ་དང་དེ་ལ་འཇུག་དངོས་གཞུང་དེ་དང་དེ་མིང་གཞི་དེ་དང་དེ་ལ་འཇུག་གོ་རེས། འདི་འདྲའི་ཟེར་བ། བྱས་ཙང། ད། ཀ་ནས་གསལ་སྒྲོན་གྱི་རྩ་བ་འདི། ཡིན་གཅིག་མིན་གཅིག་ངག་ཐོག་ལ། རྒྱུད་གནང་གོ། ད་ཀ་ནས་གསལ་སྒྲོན་གྱི་རྩ་བ་ངག་ཐོག་ལ་ཡོད་ན། ད་ལྟ་འདི་མིང་གཞི་འདི་ལ་འཇུག་གོ་རེ་མི་འདི་མིང་གཞི་འདི་ལ་འཇུག་གོ་རེ་ཟེར་དེ་ལ་ཨ་ནི་ལམ་སང། དེ་ནས་མ་མེ་ལོང་ལ་བལྟས་པ་ན་ཤེས་ཆུ་ཐག་ཐག་ཆད་ཆད་ཆད་མ། ཡོང་གི་རེད། འོ་ཡ། ད་ལྟ་དེ་ག་ས། ཞར་བྱུང། མི་འཇུག་པ་བཤད་པ་རེད་ད་མི་འཇུག་པ། དེ་དེ་ལ་འཇུག་གི་རེད། ཚད་ངེས་ཅན་གཅིག་ལ་འཇུག་གི་རེད་ཟེར་དུས། ཨ་ནི་མི་འཇུག་པ་དེ། རང་བཞིན་གྱི་སླད་དེ་ཡོད་རེད་པ། ད་མི་འཇུག་པ་བཤད་པའི་སྐབས་ལ་ཡ། ཕོ་ནི་མ་ནིང་ལ་མི་འཇུག་བྱེད་པ་རེད། མིང་གཞི་ཕོ་ཡིག་མ་ད། སྔོན་འཇུག་ཕོ་ཡིག་དེ། མིང་གཞི། མ་ནིང་ལ་འཇུག་གི་མ་རེད། ད་ཀྱི་ཕོ་ནི་ཕོ་དང་མོ་ལ་འཇུག་ཟིན་པ། མ་ནིང་ལ་འཇུག་གི་ཡོད་མ་རེད། དེ་ནང་བཞིན། སྔོན་འཇུག་མོ་ཡིག་དེ། མིང་གཞི་ཕོ་ལ་བཅུག་གི་ཡོད་མ་རེད་བདག་གིས་མོ་ཡིག་ལ་ག་འདྲས་གསུངས་སོང། མོ་ཡིག་ལ་ཡ། མོ་ནི་མོ་དང་མ་ནིང་ལ་ཡིན་པ། མོ་ནི་མོ་དང་མ་ནིང་ལ། བྱས་ཙང་ཕོ་ལ་བཅུག་མ་རེད་ཟེར། མ་ནིང་རང་ལ་རང་མི་བཅུག། འོ་དེ་ཡིན་པ་རེད། མ་ནིང། སྔོན་འཇུག་མ་ནིང་དེ། མིང་གཞི་མ་ནིང་ལ་བཅུག་གི་མ་རེད། ད་གིན། མ་ནིང་ག་བ་བཅུག་གི་རེད་ཟེར་དུས། མ་ནིང་ཡག་ནི་ཕོ་མོ་ལའོ། མ་ནིང་ཕོ་མོ་ལ་བཅུག་གི་རེད་གསུངས་སོང། ཕོ་དང་མོ་ཙམ་ལ་བཅུག་མ་འདུག། མ་ནིང་ལ་བཅུག་གི་ཡོད་མ་རེད་བྱས་ཙང། དབུ་འཇུག་མ་ནིང་དེ། མིང་གཞི་མ་ནིང་ལ་བཅུག་གི་མ་རེད། མ་ནིང་རང་ལ་རང་མི་བཅུག་དེ་རེད་ད། རང་ལ་རང་མི་བཅུག་ཟེར་དེ། མ་ནིང། དབུ་འཇུག་མ་ནིང་དེ། མིང་གཞི་མ་ནིང་ལ་བཅུག་གི་མ་རེད་བྱས། ད། ཅིག་གིས་རྡོག་རྡོག་འདྲ་བཤད་པ་ཡིན་ན། རང་གི་སྡེ་དང་འཕྲད་པ་ན། ཨ་ནི། ཕོ་ཡང་མོ་ལ་འཇུག་མ་རེད། ད་གིན་མིང་གཞི་ཕོ་ཡིག་དེ། མ་མཐའ་སྔོན་འཇུག་ཕོ་ཡིག་དེ་མིང་གཞི་ཕོ་ཡིག་ལ་འཇུག་གི་རེད་ལབ་པ། ད་འོ་ན། མིང་གཞི་ཕོ་ཡིག་ཡིན་ན་སྔོན་འཇུག་ཕོ་ཡིག་གི་འཇུག་པའི་ཁྱབ་བ་དག་ལབ་པ་ཡིན་ན་ཁྱབ་པ་མེད་ག་རེ་བྱ་ཟེར་ན། རང་གི་སྡེ་ཚན་གྱི་མིང་གཞི་ཕོ་ཡིག་དེ་ཆོས་ཅན་ལབ་རྒྱུ་རེད། བྱས་ཙང་རང་གི་སྡེ་དང་ཕྲད་པ་ན་ཟེར་ཏེ། རང་གི་སྡེ་དང་ཕྲད་པ་ན་ནི། ཕོ་ཡང། མོ་ལ་འཇུག་མི་འགྱུར། ཕོ་ཡང་མོ་ལ་འཇུག་མི་འགྱུར་ཟེར་ད་གཞན་པ་དེ་གི་དེ་གཅིག་པ་རེད། རང་གི་སྡེ་དང་ཕྲད་ན། སོ་སོ་སོའི་ཡི་གེ་ལ་འཇུག་མ་རུ་བ། འོ། དེ་ནང་བཞིན། མ་ནིང་དང། མོ་ཡང། དེ་དེ་བཞིན་རེད། མ་ནིང་རང་གི་སྡེ་ཚན་ཡི་གེ་ལ་འཇུག་མ་རེད། མོ་དེ་ཡང་རང་གི་སྡེ་ཚན་གི་ཡུ་གེ་ལ་འཇུག་མ་རེད། འོ་ད་འདུག་བྱེད་ཅན། དེ་གིས་མཁྱེན་པ་རྣམས། འོ་ད་འདི་རེད། ད་ང་ཚོའི་ལོག་དེབ་ནང་ལ་མ་ཀློག་བཞག་པ་ཡིན་ན་ཞེས་པ་སྟེ། སྔོན་འཇུག་གི་ཕོ་བྷ་ཡིག་ནི་མིང་གཞི་མ་ནི་ཁ་ཆེ་ཐ་བ་ཐ་ལ་འཇུག་མ་རེ་བྱས། སྔོན་འཇུག་གི་མོ་ཨ་ཡིག་དང་དེའི་ཤུགས་ལྡན་དུ། ཤུགས་ལྡན་ཤིན་ཏུ་མོ་མ་ཡིག་དག་ནི་མིང་གཞི་ཡིག་གི་ཕོ་ཀ་ཆེ་ཐ་བ་ཙམ་ལ་མི་འཇུག་པ། ཨ་ཐ་གི་གཉིས་རྩ་བ་ལ་མ་འབྲི་ཞེས་རྒྱབ་ཚགས་པ་ཡིན་དུས་རྣམ་པ་ཚོས་འོ་འོ་དེ་ནས་མ་གཟིགས་ཤ་ན་འགྲིག་གི་རེད་ད། འདི་ཞེ་དྲག་གཉེན་ག་ཁྱེད་མི་འདུག་བ། རྩ་བ་ཉིད་འདྲི་ཞིག་བརྒྱབ་ཚེ་དེ་མ་འཇོག་འོ་དེ་ནི་མ། ཅིག་གིས། ཟིག་བྱས་ན་ཨ་འགྲིག་གི་ཡོད་རེད་ད། ད་འདི་དེ། གང་ལ་འཇུག་པ་དང་ཞར་བྱུང་མི་འཇུག་པ་གཉིས། བར་འདྲི་ཞེ་བརྒྱབ་ཚར་པའི། ཁུལ་ཡིན་ད། དེ་དེ་ནི་མ་སོ་སོས་རང་སྦྱོང་ཏིས་གནང། ཨ་ནི་འཇོག་མཚན་འདི་གི་དེ་བར་ཏག་ཏག་ཏག་ཏག་བྲིས་གནང་དགོས་རེད་ད།